རྣམ་པ་ལྷན་ཅིག་སྐུ་ཁམས་བཟང། ད་དེ་རིང་ང་རང་ཚོའི་རེ་བ་དགེ་འདུན་པའི་བསྟན་པ་ཡོངས་རྫོགས་ཀྱི་བདག་པོ། རྗེ་བླ་མ་ལོ་གསར་གྲགས་པ་དཔལ་བཟང་པོ་མཆོག་དགོང་མོ་མྱ་ངན་ལས་འདས་ཚུལ་བསྟན་པའི་གདུལ་བྱ་ཁྱད་པར་ཅན་དགའ་ལྡན་ལྔའམ་བཅུ་ཟེར་ཡག་ཏུ་རེད་དེ་སོང་ཙང་གོ་སྐབས་འདི་དང་སྟབས་བསྟུན་རྗེ། རྗེ་རིན་པོ་ཆེ་གི་གསོལ་འདེབས་དམིགས་བརྩེ་མ་དེ་དང་རྗེ་རིན་པོ་ཆེ་གི་མཚན་སྔགས་གཉིས་ཀྱི་ནང་དོན་སྙིང་བསྡུས་ཀྱི་ཐུགས་སུ་ངོ་སྤྲོད་ཞུ་ཡ་ཡིན། རྣམ་པ་ཚོས་ཐུགས་ལྷོད་ལྷོད་བྱས་སེམས་སེམས་གནང་རོགས་གནང། རྣམ་པ་ལྷན་གྱི་སྐུ་ཁམས་བཟང་ད་དེ་རིགས་དགའ་ལྡན་ལྔ་མཇུག་ཏུ་ཟེར། དགའ་ལྡན་ལྔ་མཇུག་ཟེར་དུས་ང་རང་ཚོའི་རེ་བ་དགེ་ལྡན་པའི་བསྟན་པ་ཡོངས་རྫོགས་ཀྱི་བདག་པོ། རྗེ་བླ་མ་བློ་བཟང་གྲགས་པ་དཔལ་བཟང་པོ་མཆོག་སྒོ་མ་མྱ་ངན་ལས་འདས་ཚུལ་བསྟན་པའི་ཉི་མ་དུས་སུ་རེད་འདི་སོང་ཙང་དགའ་ལྡན་ལྔ་མཇུག་ཏུ་ཟེར། ད་དེའི་ཉིན་མོ་དེ་ལ་ང་རང་ཚོའི་ཚོགས་དང་བསོད་ནམས་བསགས་པའི་ཆེད་དུ་ཟེར་ན་འདྲ་རྗེ་བླ་མ་བློ་བཟང་གྲགས་པ་དཔལ་བཟང་པོ་མཆོག་གི་བཀའ་དྲིན་དྲན་པའི་ཆེད་དུ་ཟེར་ན་འདྲ་གང་དང། རྗེ་རིན་པོ་ཆེ་གི་གསོལ་འདེབས་དམིགས་བརྩེ་མ་དུ་སི་ཀྲང་སོགས་གནང་ཡག་དང་དག་གནང་ཞིང།

ཐོག་མར་རྗེ་རིན་པོ་ཆེ་གིས་རྗེ་བཙུན་རེན་ཏཱ་བ་ལ་ཕ་བསྟོད་པོ་ཕུལ་བ་ཞིག་རེད། ཕ་བསྟོད་པོ་ཕུལ་དུས་ཙམ་པ་ཚིག་རྐང་ཕྱི་མ་གཉིས་ཏིག་ཟིན་མ་འདྲ་བ་རེད་སྨིན་མེད་བརྩེ་བའི་གཏེར་ཆེན་སྤྱན་རས་གཟིགས་དྲི་མེད་འཁྱམས་པོ་དབང་པོ་འཇམ་པའི་དབྱངས་གངས་ཅན་མཁས་པའི་གཙུག་རྒྱན་རེན་ཏཱ་བ་གཞོན་ནུ་བློ་གྲོས་ཞབས་དང་གསོལ་བ་འདེབས་བྱས་རྗེས་རྗེ་རིན་པོ་ཆེ་གིས། ཁོང་གི་ཡོངས་འཛིན་རྗེ་བཙུན་རེན་ཏཱ་བ་ལ་ཐུགས་ཕ་བསྟོད་པ་ཕུལ་བ་ཞིག་རེད། ད་རྗེ་བཙུན་རེན་ཏཱ་བའི་བསྟོད་པ་དེ་ང་ལ་འོས་པ་མི་འདུག་ཁྱེད་རང་ལ་འོས་པ་རེད་བཞག་ཟེར་རྗེས་ཡང་ཚིག་རྐང་ཕྱི་མ་གཉིས་ཕར་བསྒྱུར་ཁ་གནང་རྗེས། གངས་ཅན་མཁས་པའི་གཙུག་རྒྱན་རེན་ཏཱ་བ་གཞོན་ནུ་ཀླུ་སྒྲོལ་ཞབས་ལ་གསོལ་བ་འདེབས་ཟེར་ཚིག་རྐང་གཉིས་དེ་ཕར་བསྒྱུར་རྗེས་གངས་ཅན་མཁས་པའི་གཙུག་རྒྱན་ཙོང་ཁ་བ་བློ་བཟང་གྲགས་པའི་ཞབས་ལ་གསོལ་བ་འདེབས་ཟེར་རྗེས་ད་ཚིག་རྐང་བཞི་དེ་རྗེ་བཙུན་རེན་ཏཱ་བས་ཡང་ཚུར་ཨ་ནེ་རྗེ་རིན་པོ་ཆེ་ལ་བསྟོད་གསོལ་བསྟོད་པ་ཕུལ་བ་ཞིག་རེད། འདི་སོང་ཙང་ད་རྗེ་རིན་པོ་ཆེ་གི་གསོལ་འདེབས་འདི། ནང་དོན་བཤད་དེ་སྐད་ཆེན་པོ་ཤོད་ཀྱི་རེད་ནང་དོན་ག་རེ་ཞུས་པ་ཡིན་ན་ནི། དམིགས་མེད་བརྩེ་བའི་གཏེར་ཆེན་ཅི་རིགས་གཟིགས་ཟེར་དུས་དམིགས་མེད་ལ་དམིགས་པའི་བརྩེ་བ། སྙིང་རྗེ་ཆེན་པོ་དེའི་འབྱུང་གནས་ཡིན་པ་ན་གཏེར་ཆེན་པོ་ཞེས་བྱ་ཡོན་ཏན་དེ་དག་དང་ལྡན་པ་སྤྱན་རས་གཟིགས་དང་ཆོས་མཚུངས་པ། རྗེ་རིན་པོ་ཆེ་དེ་གང་དག་དམིགས་མེད་ལ་དམིགས་པའི་བརྩེ་བ་གཏེར་ཆེན་པོའི་འབྱུང་གནས་ཡིན་པས་ན་གཏེར་ཆེན་པོ་ཞེས་ཡོན་ཏན་དེ་དག་དང་ལྡན་པའི་སྤྱན་རས་གཟིགས་དང་ཆོས་མཚུངས་པ། དེ་མ་ཟད་པའི་ཤེས་བྱ་མཐའ་དག་མངོན་སུམ་དུ་གཟིགས་པ་ལ་འཁྲུལ་པའི་དྲི་མ། ཕྲ་མོ་ཙམ་ཡང་མེད་པ་ཇི་ལྟ་བ་བཞིན་གསལ་བར་མཁྱེན་པ་འོངས་པོ་དེ་རྗེ་བཙུན་འཇམ་དཔལ་ཡང་ཅི་བདེ་དང་ངོ་བོ་དབྱེར་མེད་པ་ཐུགས་སུ་རེ་ཟིན་དྲི་མེད་མཁྱེན་པ་འོངས་པོ་འཇམ་དཔལ་ཡང། གངས་ཅན་མཁས་པའི་གཙུག་རྒྱལ་ཚོགས་འཁོར་བར་གསུངས་དུས། འོ་ནི་བོད་གངས་ཅན་གྱི་ལྗོངས་སུ་གང་ལྟར་སྔོན་བྱོན་མཁས་གྲུབ་སུས་ཀྱང་རྟོགས་པར་མ་ནུས་པའི་ཟབ་མོ་དབུ་མའི་དོན་དེ་ཇི་ལྟ་བ་བཞིན་དུ་ཅི་རིམ་ཞིག་ཏུ་གཟིགས། ཅེས་འདིའི་གཟིགས་པའི་རྒྱུ་མཚན་གྱིས་གངས་ཅན་མཁས་པ་ཀུན་གྱིས་འོ་ནི། སུས་ཀྱང་གང་ལྟར་ཅི་འོས་འདུས་པར།

སྒྲུབ་བརྒྱུད་ཙམ་པ་ཤེས་རབ་སྒྲུབ་བརྒྱུད་དེ་ན་ཡང་རྒྱས་པའི་ཤེས་རབ་གསལ་བས་གསལ་བ། ཆེ་བ་གསལ་བ་ཉུང་བ་ཟབ་པ། འདུ་བྱེད་ཀྱི་ཤེས་རབ་སྒྲུབ་བརྒྱུད་དང་བླ་མའི་རྣལ་འབྱོར་མིག་འཛིན་བླ་མའི་རྣལ་འབྱོར་དང་དུ་སུའི་ནང་ལོགས་ལ་འདུ་བྱེད་ཡོད་རེད། ད་འདི་ཡང། ང་རང་ཚོའི་སྐྱེས་བུ་དམ་པ་དུད་འགྲོའི་སྐར་མདའ། དུད་འགྲོའི་གི་ཨ་ནི། ཞབས་རིམ་དང། ཚེ་སྒྲུབ་དང་དུད་འགྲོའི་སྐབས་ལ་ཡིན་པ་ཡིན་ན་ཨ་ནི།

ཐོག་མར་ཀུན་སློང་བཟོད་ཡོད་དང་ནི་མཇུག་ཏུ་བསྔོ་བ་གནང་ཡོད་དང་དུ་སུ་ཆ་ཚང་ང་རང་ཚོའི་ནམ་རྒྱུན་གྱི་དངོས་ལ་ངའི་དྲ་རྒྱའི་ནང་དུ་ཞུས་ཡོད་ཡུལ་གྲུབ་འདི་གང་ལྟ་བས་ན་སྒྲོན་མེའི་གཟུངས་སྔགས་དྲང་སྲོང་གནང་པའི་སྐབས་ལ་ཞུས་ཡོད་མ་ནི་ཡིག་དྲུག་དྲང་སྲོང་གནང་པའི་སྐབས་ལ་ཞུས་ཡོད་སྟོན་པས་ཨ་ནི་དུས་ཆེན་རྣམ་བཞི་ངོ་སྤྲོད་གནང་པའི་སྐབས་ལ་ཨ་ནི་སྟོན་པའི་མཚན་སྔགས་དེ་དྲང་སྲོང་གནང་རོགས་དེ་ཡི་ཆུ་ཡོད་ཡང་ཀུན་སློང་བཅོས་དུས་ལོགས་ཤིག་ཏུ་ཞུས་ཡོད་ངའི་ཡུལ་གྲུབ་དྲ་རྒྱ་སྔ་མ་སྔ་མ་དུ་ཟིར་བ་ན་ཞུས་ཡོད་ཡིན་སྤྱི་བཏང་གི་ཨ་ནི། གྲང་སོག་ག་རེ་གནང་པས་ན་སྐྱབས་ཡུལ་སྒོམ་ཡར་འདེད་སྲིད་ན་དགྲ་འཚོགས་ཤིང་སྒོམ་སྟངས་དེ་ན་དཔོན་ཆེན་བློ་བཟང་ཆོས་རྒྱན་གྱིས་བླ་མ་གང་དུ་སྒོམ་པའི་གནས་བདུན་དང་སྤྱི་གཙུག་སྙིང་གི་དཀྱིལ་རང་རང་མོས་པ་ཞིག་གསུངས་ཏེ། བླ་མ་གང་དུ་སྒོམ་པའི་གནས་དེ་ན་གནས་བདུན་དང་སྤྱི་གཙུག་སྙིང་གི་དཀྱིལ་གསུངས་དང་མདུན་ཡོན་སྲིད་དུ་སོ་སོའི་མིང་ཙམ་ཐད་ཀྱི་མདུན་ལ་བསྡུས་སུ་སྒོམ་ཡ།